རྣམ་པ་ལེན་མཁན་ཚང་མ་བློ་ལ་ཡ་མཚམས་འདྲིས་བྲེལ་ཏེ་ལས་བྱེད་འདི་ཞུ་ཡས་ཡིན། ད་རིང་གི་ལན་གཅིག་སེང་རོག་ནང་གི་ལེ་ཚན་འདིའི་ནང་དམིགས་བསལ་སྐུ་ཚབ་ཟུར་པ་སྐལ་བཟང་རྒྱ་མཚན་མཆོག་གིས་རྒྱ་ནག་གི་ངོས་ནས་རྒྱལ་བ་རིན་པོ་ཆེ་མཆོག་དང་དགའ་ལྡན་ཕོ་བྲང། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བཀའ་ཤག་ལ་ཉེ་བོ་ཡོད་པའི་མི་སྣ་ཁག་ལ་འབྲེལ་བ་མང་པོ་ཡོང་གི་ཡོད་པའི་སྐོར་དང། དེ་བཞིན་བོད་ཀྱི་གནད་དོན་སོན་ཐུབ་པ་ལ་ད་ལྟའི་ཆར་ཆ་རྐྱེན་མང་པོ་ཞིག་འཛོམས་ཡོད་པ་ལ་བོད་མིའི་ངོས་ནས་རྡོག་རྩ་གཅིག་སྒྲིལ་གྱི་ངང་ནས་གོ་སྐབས་ལ་དམ་འཛིན་དགོས་པའི་བཀའ་སློབ་ཟུར་འདོན་བྱས་པ་ཞིག་གཤམ་ལ་གཟིགས་མཁན་ཡོང་བ་ཞུ། རྒྱ་ནག་གཞུང་དང་མཉམ་དུ་འབྲེལ་མོལ་བྱུང་བའི་སྐབས་ལ་འབྲེལ་མོལ་ཐེངས་དགུ་བྱུང་བའི་སྐབས་ཀྱི་དུས་ཡུན་དེ་ཀྱི་འགོ་ཁྲིད་བྱེད་ཡོར་བ་ལ་དེ་དེ་ད་ད་འགྱུར་བ་ཕྱིན་རྗེས་སྲིད་འཛིན་ཞི་ཅིང་ཕིང་ཡིན་དུས་ཁོ་རང་ད་ལྟའི་ཆ་ལ་ཧ་ལམ་ད་མི་ཚེ་གང་ཙམ་སྲིད་འཛིན་ཆགས་ཡག་གི་དེ་འདྲས་ཀྱི་གནས་སྟངས་ཅིག་ལ་སླེབས་བསྡད་ཡོད་རེད། ད་ལྟའི་ཆ་ལ་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ཡག་ད་ཅིག་གནས་བབ་ཅི་རེད་ལྷག་པར་དུ་རྒྱ་ནག་གི་དཔལ་འབྱོར་གྱི་སྟོབས་ཤུགས་དང་ནང་བཞིན་ཆབ་སྲིད་ཀྱི་ཐད་ནས་ཅིག་ཧམ་པ་ཆེན་པོ་བྱས་ཡ་དེ་ཚོ་ཤུགས་ཆེ་རུ་ཆེ་རུ་འགྲོ་གི་ཡོད་རེད་ལ་རྒྱལ་ཁབ་ཁག་མང་པོ་ཅིག་དཔལ་འབྱོར་གྱི་ཐོག་ནས་རྒྱ་ནག་ལ་བརྟེན་དགོས་ཡ་ཡིན་དུས་རྒྱ་ནག་གི་རྒྱལ་ཁབ་དེ་ཚོའི་གི་ཆབ་སྲིད་དེ་ལ་རེད་དེ་འདྲས་ལ་ཡང་ཡང་གནོན་ཤུགས་དྲས་དང་ཤུགས་རྐྱེན་དྲས་དེ་འདྲས་ཡོང་གི་འདུག་བ་ལ་དེ་འདྲས་གནས་བབ་ཅིག་ལ་ཡང་ད་བོད་རྒྱ་ཞུ་མོའི་གནས་སྟངས་དེ་ག་འདྲས་ཅིག་སླེབས་ཡོང་རེ་བསམ་འདུག་བ། ད་ཉིས་སྟོང་བཅུ་ལོ་ཨ་ནི་ང་རང་ཚོ་བོད་མི་གི་སྐུ་ཚབ་དང་ཅིག་གི་ཅིག་གི་རྒྱ་ནག་གི་གཞུང་གི་སྐུ་ཚབ་མཇལ་འཕྲད་ཐ་མ་དེ་བྱུང་བ་རེད། དེ་ནས་བཟུང་སྟེ་ཅིག་གཞུང་འབྲེལ་གྱི་འབྲེལ་བ་དེ་ཆད་དུ་ཡོད་རེད། ཡིན་ན་ཡང་ད་ཅིག་གི་རྒྱ་ནག་ནས་རྒྱལ་ཡོལ་ཕྱིན་པའི་གི་ལས་བྱེད་རུ་དང་ཨ་ནི་ཅིག་གི་ཚོང་པ་སུ་འདྲ་དང་ཨ་ནི་ནང་པ་རྒྱ་ནག་ནང་པ་དེ་འདྲ་མང་པོའི་གི་ནི་ཅིག་གི།

རྒྱུད་དེ་ད་ག་འདྲ། ཅིག་གི། རྒྱ་བོད་ཀྱི་དཀའ་རྙོག་གསང་ཡ་ཐོག་ཏུ་གོམ་པ་ཤོག་ཆེན་པོ་ཅིག་རྒྱབ་ཐུག་རེད་དམ་རྒྱབ་ཐུག་མ་རེད་ཟེར་ཏེ་དྲི་བ་ཅིག་དྲིས་པ་ཡིན་ན་དེར་ད་ལྟ་ལབ་ཐུག་ཡ་ཁག་པོ་ཞིག་རག་རེད། ཡིན་ན་ཡང་སྤྱི་ཡོངས་ཀྱི། བོད་ཀྱི་གནད་དོན་ཐོག་ལོ། ངས་བལྟས་ཤོག་ལོ། ཅིག་གི། ང་རེ་བ་ཆེན་པོ་ཆགས་ཡོད་ད་ལྟ་གནས་སྐབས་ལོ། རྒྱུ་མཚན་དེ་ག་རེ་རེད་ཟེར་ན། ཨ་ནེ་གཅིག་གིས། ང་རང་ཕྱོགས་ནས་བོད་ཀྱི་གནད་དོན་ཐོག་ལོ་ལྟ་ཕྱོགས་དེ། བོད་ཀྱི་དཀའ་རྙོག་དེ། གཅིག་གིས་ཐག་ཆོད་པོ་གཅིག་ཏུ། ཡག་པོ་གཅིག་ཏུ་བསམ་དགོས་ཡོད་ན། གནད་དོན་གཞི་རྩ་གཅིག་གལ་ཆེན་པོ་ཞིག་ཆགས་འགྲོ་གི་འདུག་གནད་དོན་གཅིག་ནི་ད་བོད་ནང་ལ་བོད་མི་ཀྱི་གནས་བབ་དེ་རེད། དེ་ནས་རྒྱ་ནག་ནང་གི་རྒྱ་ནག་སྲིད་གཞུང་གི་གནས་བབ་དང་སྲིད་ཇུས། ཨ་ནི་རྒྱལ་སྤྱི་གི་རྒྱ་ནག་ཐོག་ལ་ལྟ་ཕྱོགས་དང་ཨ་ནི་གཅིག་གི་འཛིན་པའི་སྲིད་ཇུས། ཨ་ནི་བཞི་བ་དེ་ནི་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་བཙན་བྱོལ་བོད་མིའི་གནས་སྟངས། ད་དེ་ཚོ་ང་ཚོའི་གི་གནད་དོན་དེ་ཚོ་ཞི་ལ་གཟིགས་པ་ཡིན་ན། ད་རྒྱ་ནག་གི་གནས་སྟངས་ལ་གཟིགས་པ་ཡིན་ན། རྒྱ་མི་རིགས་རྒྱ་གུང་ཁྲན་ཏང་གི་ཅིག་གི་ཕྱི་ལོ་ནམ་བཅུ་རྩ་ཡ་དེ་ཁོ་རང་ཚོ་སྟོབས་ཤུགས་ལྡན་པ་ནུས་པ་ལྡན་པ་ཨ་ནེ་ཅིག་གི་བརྟན་པོ་ཨ་ནེ་ཅིག་གི་གཞུང་ཅིག་ཡིན་པ་གི་ནམ་བཅུ་རྩ་ཡ་དེ་ཁོང་ཚོ་ཅིག་མཁས་པ་ཞིག་རག་ཡོད་རེད་ཁོང་ཚོ་འཁྱོག་ཏུ་བཅུག་པའི་གི་དེ་ཁོ་རང་ཚོ་ལ་གོམས་གཤིས་ཞིག་འདུག། ཡིན་ན་ཡང། རྒྱ་ནག་གི་གནས་སྟངས་ངོ་མ་དེ་ལ་ཞིབ་འཇུག་བྱེད་མཁན་དང་ཨ་ནི་ཅིག་དོ་སྣང་གནང་བ་ཡིན་ན། ད་རྒྱ་ནག་ནང་ལ་ཨ་ནི་ཅིག་གི་རྙོག་དྲ་དེ་ཆེར་ཆེར་ཕྱིན། ཨ་ནི་རྙོག་དྲ་ཆེར་ཆེར་འགྲོ་གི་ཡོད་རེད། དེ་ཨ་ནི་ཅིག་གི་རྟགས་མཚན་གཅིག་ག་རེད་ཟེར་ན། རྒྱ་ནག་སྤྱི་ཡོངས་ཀྱི་གནས་སྟངས་ཐོག་ལ་ཡིན་ན་ཡང། གུང་ཁྲན་ཏང་གིས་རྒྱ་ནག་གི་སྲིད་གཞུང་གིས་དམ་བསྒྲགས་བྱེད་ཡག་དང་རང་དབང་སྐྱེད་ཡག་དང་རང་དབང་ཉུང་རུ་གཏང་ཡག་དང་དམ་བསྒྲགས་ཤུགས་ཆེ་རུ་གཏང་ཡག་དེ་གཅིག་གི། ཆེ་རུ་ཆེ་རུ་གཏང་གི་ཡོད་རེད། དེ་ག་རེ་བསྟན་གྱི་ཡོད་རེད་ཟེར་ན། རྒྱ་ནག་དབུ་ཁྲིད་དེ་ཚོ་གི་བསམ་བློ་དང། མཐོང་ཚུལ་ལོ། གུང་ཁྲན་ཏང་གི་དབང་བསྒྱུར་བྱེད་པའི་གི་གནས་སྟངས་དེ་བརྟན་པོ་མེད་པ། བརྟན་པོ་མེད་ཚེ་ཁྲག་པོ་དང་ནན་པོ་ཅིག་མ་བྱས་པ་ཡིན་ན་ཞེད་སྣང་ཡོད་པ་ཅིག་གི་སྟེང་ནས། ཞེད་སྣང་ཡོད་པ་ཅིག་བསྟེན་གྱི་ཡོད་རེད། དེ་ནས་གསུམ་པ་དེ་ལ་རྒྱལ་སྤྱིའི་གི་གནས་སྟངས་ཐོག་བལྟས་པ་ཡིན་ན་ད་འགྱུར་བ་ཆེ་ཤོས་ཅིག་རྒྱལ་སྤྱིའི་གི་རྒྱ་ནག་ཐོག་ལ་མཐོང་ཚུལ་ལ་འགྱུར་བ་དེ་ཕྱིན་ཡོད་རེད། དཔེར་ན་ང་ཚོའི་གི་འདས་པའི་ལོ་སུམ་ཅུ་བཞི་བཅུ་ནང་ལོ། ཕྱི་རྒྱལ་གྱི་གཞུང་དང་མི་སྣ་ཚུར་ལོད། ད་རྒྱ་ནག་གི་གནས་སྟངས་ཐོག་ལ་ཁྱོད་རང་ཚོ་ཐུགས་སྣང་ཆེན་པོ་གནང་དགོས་འདུག་རྒྱ་ནག་དེ་གི་རྒྱ་ནག་དེ་བོད་པའི་གི་བོད་མི་དོན་དུ་འོ་ནི་བྱེད་གི་སྡུག་རྩུག་བྱེད་མཁན་གི་གཞུང་བཅུག་ཅིག་མ་ཡིན་པ། རྒྱལ་སྤྱིའི་གི་བདེ་འཇགས་དང་འོ་ནི་རང་དབང་ཐོག་ལ་ཡིན་ནི་ཡང་རྒྱ་ནག་གཞུང་དེ་གི་བྱེད་གི་ཉེ་ཁ་ཆགས་གི་རེད་ཡག་པོ་ཁྱོད་ནི། ཉེན་ཁ་ཆེན་པོ་ཆགས་ཀྱི་རེད་ཟེར་ནས་ང་ཚོས་ག་ཚད་ཞུ་གཏུག་བྱས་པ་ཡིན་ན་ཡང། ང་ཚོའི་གིས་རྒྱ་ནག་ལ་ལྟ་ཕྱོགས་དང་ལབ་བཤད་པ་དེ་ལ་རྒྱབ་མོས་མཐུན་བྱེད་ཡ་དང་དེ་ངོས་འཛིན་བྱེད་ཡ་དང་དེ་ལ་རྒྱབ་སྐྱོར་བྱེད་ཡ་ལོ་ཁོང་ཚོའི་གིས་བསམ་བློ་ན་ལ་ཡོད་མ་རེད། རྒྱལ་སྤྱིའི་གིས་རྒྱ་ནག་ལ་དེའི་སྐབས་ལ་ལྟ་ཕྱོགས་དེ་ད་རྒྱ་ནག་གིས་བོད་ཐོག་ལ་ལྟོ། གདུག་རྩུབ་བྱེད་ཀྱི་འདུག་ཟེར། བོད་མི་ཚོས་ཀྱི་སྐད་རྒྱག་གི་འདུག་དེར་ཁག་མེད་ཟེར་བོད་མི་རྒྱ་ནག་གི་ཡིན་ནི་ཡང་རྒྱ་ནག་སྤྱི་ཡོངས་ཀྱི་ཅིག་གི་འབྱུང་བ་འགྲོ་སྟངས་དང་རྒྱ་ནག་སྤྱི་ཡོངས་ཀྱི་ཁག་གཅོག་སྟངས་དེ་དེ་ཁག་ཅིག་གི་གཅོག་སྟངས་དེ་འགྲིག་དེ་བཞག་ཟེར། ནམ་ཞིག་རྒྱ་ནག་ཡིན་ནི་ཡང་དཔལ་འབྱོར་གནས་སྟངས་ག་ཚད་ཡག་རུ་ཕྱིན་པ། ཅན་གྱི་དེ་ཙམ་རྒྱ་ནག་སྤྱི་ཡོངས་ཡང་གུ་ཡངས་རུ་དང་གནས་གཅིག་གི་གུ་ཡངས་རུ་འགྲོ་གི་རེད། དེ་འདྲ་ཡིན་ཙང། རྒྱལ་སྤྱིའི་ཐོག་ནས་ནས་རྒྱ་ནག་ཐོག་ལ་ངོས་འཛིན་བྱེད་ཡ་དེ་དེ་འདྲ་ཅིག་བྱེད་ཀྱི་ཡོད། དེ་ཡིན་ཙང་ང་ཚོ་གིས་རྒྱ་ནག་ཐོག་ལ་ག་ཚད་ཞུ་གཏུག་བྱེད་པའི་ཡིན་ཡང། བདག་པོ་ངོ་མ་བརྒྱབ་མཁན་དེ་ཁག་པོ་ཞིག་ཆགས་ཡོད་རེད། ད་དེ་ལ་འགྱུར་བ་ཆེན་པོ་ཞིག་འགྲོ་གི་ཡོད་རེད། དེང་སང། ནུབ་ཕྱོགས་རྒྱལ་ཁབ་ལོ། ཨ་མི་རི་ཀས་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་རྣམས་ཀྱིས་རྒྱ་ནག་དེ་གའི། ད་ལྟའི་རྒྱ་ནག་དེ་གའི་སྲིད་གཞུང་དེ་གའི་སྲིད་གཞུང་དེ། འཛམ་གླིང་གི་གཅིག་བདེ་འཇགས་དང། ཐོག་ལ་ཡིན་ན་ཡང་ཉེན་ཁ་ཆེན་པོ་ཞིག་ཡིན་པ། དེ་ངོས་འཛིན་དེ་གསལ་རེ་གསལ་འགྲོ་གི་ཡོད་རེད། དེ་ཡིན་ཙང་ད་ཅིག་གི། ཅིག་གི། འཛམ་བུ་གླིང་གཞུང་མང་པོ་ཞིག་གིས་རྒྱ་ནག་ཐོག་ལ། རྟ་མཆོག་དང་བོད་བར་གྱི་རྒྱ་ནག་ཐོག་རྟ་མཆོག་གཉིས་ཁོ་རང་གཉིས་ད་མཐུན་དགོས་རེད་མཐུན། དེ་གནད་འགག་ཆེན་པོ་ཞིག་རེད་ཚེ་དེ་མཐུན་སོང་ན་ཨ་ནི་ཡང་ཅིག་ང་ཚོའི་ཡིན་ན་ཡང་རྒྱལ་སྤྱིའི་ནང་ལོ་རྒྱབ་ཕྱོགས་བརྩེ་དུང་གོ་ལོ་གཞི་རྩ་དེ་གཏན་པོ་འགྲོ་དེ་ཡག་རེད་ཞེ་དྲག་མཁྱེན་ཤོས་རེད་དེ་བྱེད། དེ་ནི་ད་ཞི་བ་དེ་ང་ཚོའི་བཙན་བྱོལ་བོད་མི་གནས་སྟངས་དང་ཨ་ནི་ཅིག་གི་བོད་མི་སྒྲིག་འཛུགས་ཀྱི་གནས་སྟངས་རེད། ད་དེའི་ཐོག་ལ་ང་ཚོ་ཏོག་ཅིག་གི་ཟབ་ཟོབ་དང་ནི་ཅིག་སེམས་ཁྲལ་བྱེད་དགོས་པ་ཅིག་གནས་ཚུལ་ཆགས་ཀྱི་འདུག་རྒྱུ་མཚན་གཙོ་བོ་དེ་ད་རྒྱ་གར་རིན་པོ་ཆེའི་དགོང་ལོ་དྲིལ་ལ་དྲིལ་དུ་ཕེབས་ཀྱི་ཡོད་རེད་ཆིབས་བསྒྱུར་ཡང་དེ་ག་ཚེ་སྨོན་མ་ནང་བཞིན་གནང་ཐུབ་ཡོད་མ་རེད་ཨ་ནི་ཅིག་གིས་ད་ང་རང་ཚོ་གི་རྒྱ་གར་རིན་པོ་ཆེའི་བཀའ་དགོངས་གཞི་བཟུང་རུ་ད་ཅིག་གི་བོད་པའི་གི་འཐབ་རྩོད་དང་དེའི་གི་འགལ་ཚང་མ་ད་ཅིག་གི།

མཐོང་དང་བྱེད་ཀྱི་ཆ་འཇོག་ཡང་ཡོད་མ་རེད། དེ་འདྲ་ཡིན་ཙང་དེ་གི་དཀའ་ངལ་གཅིག་ཅེས་རྒྱལ་སྤྱིའི་ནང་ལ་བོད་པའི་གནོད་ཐེབས་དེ་གསལ་པོ་བཟོ་ཡ་རུ་དཀའ་ངལ་ཆེན་པོ་ཞིག་འཕྲད་ཡོང་གི་ཡོད་རེད། གཉིས་ལ་ནི་ད་ང་རང་ཚོའི་དམངས་གཙོ་དེ་བོད་པའི་གི་དམངས་གཙོ་དེ་ད་རྒྱལ་བ་རིན་པོ་ཆེ་བཙན་བྱོལ་ལ་ཕེབས་མ་ཐག་ཏུ་ནི་གཅིག་གི་བོད་མིའི་སྤྱི་ཚོགས་དེ་དམངས་གཙོའི་སྤྱི་ཚོགས་ཅིག་ལ་འགྱུར་ཡ་རུ་སྐུ་ལས་ཞིབ་ཅིག་བསྐྱོན་པ་རེད། ཡིན་ནས་ཉིས་སྟོང་བཅུ་གཅིག་ལོ་གཞི་ནས་ཨ་ནེ་རྒྱ་རོམ་ཞིག་གིས་ཆབ་སྲིད་ཀྱི་གི་འགན་ཚང་མ་འོས་འདེམས་བྱེད་བཞིན་པའི་དབུ་ཁྲིད་ཚེ་ལོ་རྩིས་བཅས་ཐུགས་བ་གཅིག་གིས་གཟིགས་གནང་བ་རེད། དེ་འདྲ་ཡིན་ཚེ་ད་ཉིས་སྟོང་བཅུ་གཅིག་ནས་བརྩི་བ་ཡིན་ན་དུས་ཚོད་ཡུན་རིང་པོ་ཞིག་རག་མ་རེད། གཅིག་གིས་མི་རིགས་གཅིག་དང་རྒྱལ་ཁབ་ལུང་པ་གཅིག་གི་གནས་སྟངས་ལོ་རྒྱུས་ཀྱི་ཐོག་ནས་བལྟས་པ་ཡིན་ན་དུས་ཚོད་ཐུང་ཐུང་ཞིག་རག་རེད། དེ་ཡིན་ཙང་གཅིག་གིས། འོས་བསྡུ་བྱས་ཏེ་བདམས་བཞག་བོད་ཀྱི་ཆབ་སྲིད་ཆབ་སྲིད་ཀྱི་དབུ་ཁྲིད་ཚུར་འགན་ཆ་ཚང་བཞེས་པ་དུས་ཚོད་དུ་ཐུང་ཐུང་ཡིན་དུས་སྐུ་རུང་ཨ་ནི་ང་རང་ཚོ་ལོ་ང་རང་ཚོ་སྤྱི་ཚོགས་ལོ་ཉམས་མྱོང་ཉམས་མྱོང་དང་ཨ་ནི་གོམས་གཤིས་དེ་ཤུགས་ཆེན་པོ་མེད་ཙང་དམངས་གཙོའི་ཐོག་ལོ་ཉམས་མྱོང་དང་ཨ་ནི་གཅིག་གི་གོམས་གཤིས་དེ་ཤུགས་ཆེན་པོ་མེད་ཙང་ང་ཚོ་དཀའ་ངལ་འདྲ་མི་འདྲ་ཞིག་འཕྲད་དུ་ཡོད་རེད། ད་ཡིན་ན་ཡང་དེ་དཀའ་ངལ་དེ་ཚོ་སངས་པ་ཡིན་ན་ང་ཚོའི་བོད་མིའི་སྒྲིག་འཛུགས་དང་བོད་མི་གཅིག་གི་སྤྱི་དམངས་དེ་གི་དམངས་གཙོ་ཡང་དག་པ་ཞིག་ལག་ལེན་དེ་སྤྱི་ཚོགས་ཅིག་དྲང་བདེན་གྱི་སྤྱི་ཚོགས་དམངས་གཙོའི་སྤྱི་ཚོགས་ཡང་དག་པ་ཅིག་གི་བཟོ་ཐུབ་པ་ཡིན་ན་ཨ་ནི་ཅིག་གི་གོ་སྐབས་བཟང་པོ་ཅིག་ད་ཅིག་ད་བཞིན་ངས་གོང་དུ་ཞུས་པ་རེད། བོད་ཀྱི་གནད་དོན།

སྐུ་ཚབ་ཀྱིས་ད་ལྟའི་སྔ་ལབ་ནས་ཅི་ནུས་གང་བསམ་ཆེན་པོ་བྱས་པ་གསལ་མདོག་ལྟ་བོད་རྒྱ་ཞི་མོལ་ཁྲིད་ན་ཨན་ད་ལྟའི་བོད་རྒྱའི་བཀའ་ཤག་གསར་པའི་ཐོག་ནས་ཨན་ཡུ་རོབ་སྤྱི་ད་ཡུ་རོབ་ན་ང་ཚོ་དོན་གཅོད་མང་པོ་ཡོད་རེད་པ་དོན་གཅོད་གསུམ་ཅོག་རེད་དེ་ཨན་ཡུ་རོབ་སྤྱི་ལ་ཡ་ད་དམིགས་བསལ་སྐུ་ཚབ་མུ་མཐུད་འདི་གནང་བྱས་འདི་ཞུ་བར་བྱ་དུས་ཙ་ནས། རྣམ་པ་གཙོས་དེ་ཚོའི་གཅིག། དགོངས་པ་ལས། ཁོ་ཡར་གན་ད་དུང་ངོ་སྤྲོད་ཞུ་བ་དེ་ངས་དེ་གན་ཞུ་གོ་བསམ་ནས། ཡོང་ཀྱོག་ཅིག་བྱས་ཤག་གོ་ད། གོ་ད།